མཚམས་ཙམ་དྲན་སོང་ད་ང། ཆུང་དུས་ནས་ཅིག་དཔེ་ཆར་ཅིག་བཏགས་པ་བསམ་བསམ་རོ་ཅིག། དྲན་རེད་ད་ཡིན་མིན་ང་ཚོ་བོད་ལ་བསྡད་དུས་ཙང་ནས་ད། གཙོ་བོ། ད་ང་ཚོས་ཅིག་པའི་མཚམས། གར་པའི་གཞུང་ལ་ཡ། གཞུང་ལ་ཡ་སྙན་སེང་ཞུ་བའི་སྐབས་ལ་ཡིན་ན་ཡང་རེད། ད་ཚང་མ་རོགས་ལ་བཤད་ནས་ད། ཁ་ཤགས་རེད། རྒྱལ་དབང་བཀའ་མ་ཀུན་རིག་བཅུ་རུས་པའི་སྲས་ཀྱི་ཐུ་བོ། ད་ལྟ་སི་ཏུ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་དེ་ད་རྒྱ་གར་བཞུགས་ཡོད་རེད། ད་ཁོ་ན་ཚོས་ཡང་མེད་ན་ཡིན་གཅིག་མིན་གཅིག་ཁོ་ན་ཚོ་ཚུལ་བོད་ལ་ཕེབས་དགོས་ཀྱི་འདུག་དེ་མིན་ན་ང་ཕར་རྒྱ་གར་འགྲོ་དགོས་འདུག་སེ་ཨར་བ་དེ་འདྲས་ཀྱིས་ད་ཞུ་བ་རབ་དང་རིམ་པ་མང་པོ་ཕུལ་བ་རེད། ད་དེ་ནས་རྒྱ་གར་ལ་ཡང་སླེབས་ཚར་བའི་རྗེས་ལ་ཡང་ཡང་གཅིག་དཔེ་ཆ

བསྟན་རྒྱ་རིན་པོ་ཆེ་སྐྱབས་རྗེ་བསྟན་རྒྱ་རིན་པོ་ཆེ་རེད་ད་ང་ནི་སྐྱབས་རྗེ་སངས་རྒྱས་བསྙེན་པ་དང་ཁོ་རང་ཚོ་སྐུ་མདུན་ནས་མང་པོ་ཞིག་ཞུས་པ་རེད་དེ་དག་ཅིག་དངོས་གནས་དྲན་ནས་གཞུང་ཆེན་པོའི་དཔེ་ཆ་བལྟས་བྱས་པས་ད་ག་རེ་ཞུ་ཅིག་གྲྭ་ས་ཆེན་མོ་དེ་ཚོ་ལ་ཡང་ཡང་ནས་གཞུང་ཆེན་པོའི་དཔེ་ཆ་བལྟས་པ་ནང་བཞིན་བྱེད་ཅིག་ང་ཚོ་བཤད་གྲྭའི་ནང་ལ་དཔེ་ཆ་བལྟས་པ་ནང་བཞིན་བྱེད་ཅིག་ལྟ་དགོས་འདུག་བསམ་པར་འདུག་དེ་མ་རེད་ད།

ང་དགའ་བསུ་གཅིག་བཀའ་བརྒྱུད་པའི་གྲྭ་པ་དཀྱུས་མ་དེ་འདྲའི་དོན་མ་རེད་ད་ཀ་མ་པའི་མིང་རབས་བྱས་པའི་མི་འདུག་ཡང་དེ་ཡང་གདན་ས་སེ་འབྲས་དགེ་གསུམ་ཕྱིན་ཅི་དཔལ་རྟགས་ཆེན་པའི་མི་སྣ་ཡང་ཁོ་དེ་དེ་ཡང་གཅིག་བཀའ་བརྒྱུད་པའི་གི་ད་གཅིག་གར་སོ་རུ་ད་གཅིག་ཡང་རྗེས་འཇུག་དེ་ཚོའི་གི་ཡང་ཁོ་བསམ་ཚུལ་རུ་ག་རེ་ཡོང་གི་ཡོད་ན་བསམ་བསམ་རོགས་ཡང་དེ་འདྲའི་གི་ཡང་བསམ་བློ་བཏང་དགོས་རབས་ཆགས་འདུག་ད་ཡིན་མིན་ནས་ནམ་རྒྱུན་རྒྱུད་སྟོད་ལ་ཡང་དགེ་བཤེས་དེ་འདྲས་ཡོང་དུས་སང་ཁོ་ཚོ་དང་མཉམ་དུ་ཕ་ཚོད་ཀྱི་འགྲོ་གླིང་བྱ་རབས་འདི་འདྲའི་མང་པོ་བྱུང་པ་རེད། ད་གང་ད་གང་ཡིན་ནི་མིན་ནས་ད། ང་རང་ནི་ཡིན་པའི་ནས་འདི་འདྲས་ཀྱི་ད་གར་ཤོག་ཅིག། དཔེ་ཆ་སྦྱང་དགོས་བསམ་པ་ཡིན་ནའི་ཅིག་མ་དཔེ་ཆ་སྦྱང་ཨ་གི་གོ་སྐབས་དང་ཅིག་དཔེ་ཆ་རྟགས་ཀྱི་དཔེ་ཅི་ཤེས་འདྲ་བ་དང་རྣམ་པ་ཚོ་ནང་བཞིན་གྱི་རྟགས་གོ་སྐབས་དང་གཅིག་སྟེ་ཁྲི་ཉིན་རེ་བ་དེ་དཀོན་པོ་རུ་ཆགས་པས་སོར་ཚེ་འདི་བྱུང་གསུངས་རྒྱལ་དབང་མི་བརྒྱུད་རྡོ་རྗེ་ལགས་འདིའི་སོར་རུ་ཅི་བྱུང་མེད་འགྲོ་གསུངས་སོང་རྒྱལ་དབང་མི་བརྒྱུད་རྡོ་རྗེའི་སྐབས་ལ་རྟགས་གང་དག་པའི་བླ་མ་མང་པོ་དེ་འདྲས་བསྟན་པ་རེད་དེ་ཡིན་ནས་ད་དུང་ཁོང་ཐུགས་བློ་མ་གང་བྱེད་ཅེས་ཐུགས་འདོད་མ་གང་བྱེད་ཅེས་ཟ་འདོད་པའི་དཔེ་ཆ་གཟིགས་དགོས་དགོངས་བྱས་ཨ་ནི་ཅིག་དེ་འདྲས་ཀྱི་ཐུགས་ལ་ཡང་མོས་པ་ཆེན་པོ་སྤྲོ་བ་ཆེན་པོ་ཡོད་བསྡད་པ་དེ་རུ་རེད་བ། དང་མདོར་ན་རྒྱལ་བ་མི་རྒྱུད་རྡོ་རྗེ་ཁོ་རང་དཔེ་བྱད་ལ་ཡང་ཐུགས་མོས་པ་ཆེན་པོ་ཡོད་པ་དང། ཨ་ནུ་མི་གཞན་དག་གིས་ཐུགས་མོས་པ་ཆེན་པོ་ཡོད་པ་དེ་ཚོ་འཇལ་བའི་གི་རྐྱེན་བྱས་ནས། དེ་ནས་རྒྱལ་བ་མི་རྒྱུད་རྡོ་རྗེ་སྐུ་མདུན་ལ་ཡང་མདོ་སྔགས་དགོངས་འགྲེལ་དང་བཅས་པའི་གི་གླེགས་བམ། དཔེ་ཆ་རྙིང་པ། དཀོན་པོ། དང་དེ་འདྲས། མང་པོ་རང་བཞིན་གྱིས་གླས་ཡོང་གོ་རེད། གླེང་ཡོང་བ་ཡིན་དུས་སང་ཨ་ནི་དེ་གའི་དེ་ལ་ཡ། ཉིན་མཚན་མེད་པར་བ་གཟིགས་རྟོག་དང་ཨ་ནི་ཅིག་ཐུགས་ལ་འཛིན་ཡག་དེ་འདྲ་གནང་གི་རེད། དེ་དཔེ་ཆ་གཟིགས་པའི་སྐབས་ལ་ཡ་མི་རྒྱུད་དོ་ཅིག་ག་འདྲ་གནང་གི་རེད་ལབ་ཡོད་མིན་ན་དཔེ་ཆ་གཟིགས་པའི་སྐབས་ལ་ཞིབ་ཕྲ་བྱས་རེད། ཨ་ནི་གསར་བཅད་དེ་ཚོ་ལ་ཡ་དམར་རྟགས་གྱོན། ཨ་ནི་གཞུང་ཚིག་དང་ལུང་འདྲེན་དེ་ཚོ་ལ་ཡ་སེར་རྟགས་གྱོན། དེ་ནས་ཅིག། ཚིག་དོན་གྱི་ཆ། ཕྲ་མོ་དེ་འདྲའི་ཐུགས་ལ་ཡང་མ་གསལ་བ་ཡིན་པས་ན། ཐུགས་ལ་མ་གསལ་བ་དང་ཅིག་མ་མཁྱེན་པ་དེ་འདྲ་བྱུང་བ་ཡིན་པས་ན། ད་འདིའི་དོན་དག་དེ་ཧ་གོ་མ་སོང་ད་འདིའི་དཔེ་ཆ་གཞན་དག་ཅིག་ནང་ལ་བལྟ་དགོ་ས་རེད་ཟེར་ཡང་དེ་འདྲའི་གི་མ། ཅིག། བལྟ་དགོ་གི་ཡོད་ཟེར་ཡང་དེ་འདྲའི་གི་བ་ཡིག་ཆུང། ཕྱག་རིས་ནང།

མང་པོ་གནང། དེ་བཞིན་དུ་ཡང་ཅིག་དཔེ་ཆ་དེ་དང་དེ་ཤེས་མཁན་འདི་རེད་ཟེར་མཁན་འདི་ཤེས་ཀྱི་ཡོད་རེད་ཟེར་མཁན་དང་མི་ཡོད་ཚད་དེ་ལ་ཡང་ཁོང་གིས་བཀའ་འདྲི་གནང་གི་རེད། བཀའ་འདྲི་གནང་བྱས་ཡང་ཅིག་དངོས་གནས་གནད་འགག་ཡོད་པ་དེ་འདྲའི་བྱུང་པ་ཡིན་པས་ན་དེ་ག་དེ་ཚང་མ་ལ་ཟིན་བྲིས་ཁོང་གིས། ཟིན་བྲིས་གནང་བྱས། ཟིན་བྲིས་གནང་བྱས་གནང་བྱས་ཨ་ནི་བྷི་གས་ཉར་བྱས་ཨ་ནི་རྗེས་མ་དེ་ལ་ཡང་སྒྲོ་འདོགས་ཆེ་ཧ་གི་ཐབས་ཤེས་དང་ད་ཅིག་ཐེ་ཚོམ་ཆེ་ཧ་གི་ཐབས་ཤེས་རུ་དེ་འདྲས་གནང་གི་རེད། ད་ནང་བཞིན་གྱི་ཚད་མར་རིགས་ལྡན་འགྲེལ་པ་དང་བཅས་པ་དང་སྔོན་དཔག་གོང་འོག་འགྲེལ་པ་དང་བཅས་པ་དེ་འདྲས་ཀྱི་བསྟན་བཅོས་གལ་ཆེན་པོ་འདི་ཚོ། ཐུགས་ལ་ཡང་ཐུགས་ལ་ཡང་བློ་འཛིན་གནང་བ་རེད། བློ་འཛིན་གནང་པའི་སྐབས་ལ་ག་འདྲས་བློ་འཛིན་གནང་གི་ཡོད་རེད་ལབ་ཡོད་མིན་ན། སྲོད་ཀྱི་ཐུན་དང་པོ་ནས་ཐོ་རངས་བྱ་སྐད་མ་གྲགས་བར་དུ་ལ་དེ་ནས་དཔེ་ཆ་བཤར་སྦྱོང་གནང་རྗེས་ལོ་དུ་མའི་རིང་ལས་ཚོགས་གནང་བ་རེད། དེ་ག་རེ་ཟེར་བ་ཞེ་ན་དགོངས་དག་ཆུ་ཚོད་བར་ཆད་དང་དགུ་པ་བཅུ་པ་ཚར་ནས་ཞོགས་པའི་ཆུ་ཚོད་གསུམ་པ་བཞི་པ་ཚོ་བར་དུ་ལ་བའི་བློ་འཛིན་གནང་བྱས། འོ་ད། བཞི་པ་ལྔ་པ་ཚོ་དེ་འདྲའི་བར་དུ་བློ་འཛིན་གནང་བྱས། དེ་འདྲའི་བར་དེ་ཡང་བའི་ཉི་མ་གཅིག་མ་ཡིན་ཟླ་བ་གཅིག་མ་ཡིན་ལོ་ཁ་ཤས་རིང་ལ་ཡག་ཐོག་བྱས་བྱས། བསྟུད་བསྟུད་མ་ལ་ཡང་དེ་འདྲས་བྱས་བྱས། སྦྱང་བརྩོན་གནང་བ་རེད། ད་དེ་ནས་གཞུང་ཆེན་མོའི་གི་དཔེ་ཆ་ཙམ་མ་ཟད་བའི་གི། སྐབས་དེ་དུས་ས་ནས་སྐད་གཉིས་སྨྲ་བའི་གི་སློབ་དཔོན་བཀའ་མ་ལོ་ཙཱ་བ་རིན་ཆེན་ནག་བཀྲ་ཤིས་ཟེར་ཞོག་རེད། དེ་ཁོང་ལོ་ཙཱ་བ་རེད། རྒྱ་གར་གི་གྱེན་དགོས་བ་རེད་བྱས་ཙང་ཁོང་གི་སྐུ་མདུན་ནས་བཛྲ་ཀ་ལ་པ་དང་ཙནྡྲ་པ། རྒྱ་གར་གྱི་ལེགས་སྦྱར་གྱི་བརྡ་སྤྲོད་ཀྱི་གཞུང་རུ་མ་དཔེར་ན་ང་ཚོ་སུམ་རྟགས་ནང་བཞིན་རུ་མ། ཀ་ལ་པ་དང་ཙནྡྲ་པ། དང་དེ་འདྲའི་གསལ་བཤད་གནང། ད་ག་ནང་བཞིན་གྱི་སྙན་ངག་དང་སྡེབ་སྦྱོར་ལ་སོགས་པ་ཡིན་པ་ནས་ཡང་གསལ་བཤད་གནང། ད་ག་ནང་རྒྱ་གར་གྱི་ཡི་གེ་ཀློག་སྟངས་ཨ་ནི་བོད་ཀྱི་ཅིག་སུམ་རྟགས་ལ་སོགས་པ་དེ་ཚུལ་གྱི། སྐར་ཆུ་བརྡ་སྤྲོད་དེ་ཚོ་ཡིན་ན་ཡང་སྦྱངས་གནང་འདུག་དེ་ནས། ཀོང་སྟོན་ཤཱཀྱ་རིན་ཆེན་དང་གཙང་སྟོན་རྡོ་རྗེ་བཟང་པོ་དང་མངའ་རིས་པ་ལི་བའི་གོ་ཆ་ལ་སོགས་པ་དེ་ཚོའི་སྐུ་མདུན་ནས་རྒྱ་བོད་ཀྱི་ཚད་མའི་ཚད་མའི་བསྟན་བཅོས་དེ་ཚོ་སྦྱངས་གནང་བྱས། ཚད་མ་ལེགས་མིན་ན་ཡང་ད་ག་རེ་རེད་ད་ཅིག་ཚད་མ། ད་ཅིག་བསྡུས་གྲྭ་ལ་སོགས་པ་དེ་འདྲའི་གི་ཚད་མའི་གི་གཞུང་དེ་ཚོ་ནས་ག་ལ་གང་འཚམས་རེ་སྦྱངས་གནང་ཡོད་ས་རེད། དེ་ནས་སྤོ་བོ་གཙུག་ལག་ཕྲེང་བ་དེ་ད་དངོས་གནས་བྱས་ན་ཁོ་རང་གི་སློབ་མ་རུ་བ་ཡིན་ན་དེའི་སྐུ་མདུན་ནས་ཨ་ནི། རྩིས་ཀུན་ལས་བཏུས་པ། ང་ཚོས་རང་བྱུང་རྡོ་རྗེའི་རྩིས་ཀུན་ལས་བཏུས་པ་དང་དག་ན་ཞིང་མཁས་པ་འགའ་ཤས། མཁས་པ་འགའ་ཤས་སྲས་རྩིས་གཞུང་སྐད་གྲགས་ཆེན་པོ་ཞིག་རོགས་པ་འོ་ད་དེའི་གི་སབ་རིས་སུ་ད་རྩིས་སྦྱང་དུས་བསགས་ན་དེ་ནི་ངོ་མ་སབ་ཤོང་དགའ་ལས་རི་མོ་བྲག་གུ་རོགས་པ་ཨང་ཀི་དེ་ཚོ་བྲག་གུ་རོགས་པ་འོ་ད་དེ་ཚོ་སྲས་ནང་ན། ད་མདོར་ན་སྐུ་མདུན་ལ་ཡང་ཅིག་བསྟན་བཅོས་རྒྱ་ཆེན་པོ་བཤད་མཁན་གྱི་མཁས་པ་དེ་ཚོ་དང་བཤད་མ་གོ་རེད། རིག་གནས་གཏོར་ཏོག་བཤད་མཁན་དེ་ཚོ་སྐུ་མདུན་ལ་ཡང་བཅའ་བའི་སྐབས་ལ་ཡང་དཔེ་མི་སྲིད་པའི་གི་ད་དེ་ཚོ་ལ་ཡང་མཐོང་ཆེན་གནང་གི་རེད། དེ་ཡང་ཅིག་དཀོན་པ་གསེར་ལྟ་བུའི་གི་འདུ་ཤེས་ད་དེ་ཚོ་དཀོན་པོ་རེད་བྱས་བྱས་གསེར་ལྟ་བུའི་གི་ཨ་ནི་བས་ཆ་འཇོག་གནང། ཤེས་རབ་སྐྱེས་པ་མིག་ལྟ་བུའི་འདུ་ཤེས་དང་འདི་ཚོ་ལ་བརྟེན་ནས་ང་རང་ཚོར་ཅིག་རྣམ་དཔྱོད་ཀྱི་ཤེས་རབ་གསར་པ་ཐོབ་ཐུབ་ཀྱི་རེད་བསམ་པའི་མིག་ནང་བཞིན་རེད་ང་རང་བསམ་པའི་དེ་འདྲའི་འདུ་ཤེས། གནས་ལུགས་ལ་རྨོངས་པ་སེལ་བ་འོད་ཟེར་ལྟ་བུའི་འདུ་ཤེས། ཨ་ནི་བྱང་ཆུབ་ཆེན་པོའི་དོན་སྒྲུབ་པ་འབྲས་བུ་ཆེ་བའི་འདུ་ཤེས་ལ་སོགས་པ་དེ་འདྲའི་གང་ལྟར་ཅིག། མི་ཤེས་ཡོན་ཅན་མི་སློབ་སྦྱོང་ཅན་ཐམས་ཅད་ལ་ཡང་ཨ་ནི་གོང་གི་གུས་བཀུར་གནང། ནས་དེ་ཚོ་ལ་ཡང་བཀའ་འདྲི་གནང། དེ་འདྲས་མཛད་བྱས། ད་གང་ལྟར། དེ་ཡང་གནང་པ་དེ་ཡང་དེ་འདྲས་མཛད་པ། ད་དེ་ཚང་མལ་གྱི་ཅིག་མིག་མཐོང་ལག་ཟིན་ར་བ་ཆ་དེ་འདྲས་བྱུང་བ་ཡིན་པ་རེད། དེ་བཞིན་དུ་སྤོ་བོ་གཙུག་ལག་ཕྲེང་བས་ཀྱིས། ཕྱིས་འབྱུང་མཁས་པའི་དགའ་སྟོན་ན་གར་གསུངས་འདུག་ཟེར་ན། སྐུ་མདུན་ལ་ཡང་མཁས་པ་འགྲན་ཟླ་མེད་པ་ཡིན་ཟེར་མཁན་དེ་འདྲས་མཚམས་མཚམས་ཡོང་གི་འདུག། ད་དེ་འདྲས་བྱུང་པའི་སྐབས་ལ་ཡང་དེ་ཚོ་ཡིན་པས་ན་པ་ཟིལ་གྱིས་ནོན་ནས་ཨ་ནེ། བཀའ་འདྲི་གནང་དུས་སམ་ནས་དེ་ལ་ཡང་ལན་ཕུལ་ནུས་མི་འདུག། ཨ་ནེ། ལན་ཕུལ་བ་དེ་ཚོ་ལ་ཡིན་པས་ན་ཕྱིས་སུ་ད་ངས་སྔོན་མ་ལན་ཕུལ་ཡག་དེ་འགྲིག་མི་འདུག་ཅེས་བཤད་ནོར་འདུག་ཟེར་བ་དེ་འདྲས་ཀྱི་བཀའ་མོལ་ཡོང་བ་དེ་འདྲས་ཅུང་ཡོང་གི་འདུག། ད་ཡོང་གི་འདུག་དེ་ཡིན་པ་ཡིན་ན་ཡང་དེ་འདྲ་བོའི་ཅིག་རྣམ་དཔྱོད་ཟེར་ནའི་དྲག་འདུག་ད་ཕྱོགས་གཅིག་ནས་ད་ཅིག་རྒྱལ་དབང་ཀརྨ་པ་དེ་ཀོ་སྐུ་གཟི་བརྗིད་ཆེན་པོ་ཡིན་དུས་ས་ནས་ཀོ་མཁས་པ་ཆེན་པོ་ཡིན་ན་ཡང་ད་ཀོ་མི་ཆེན་པོ་ཙག་ལེ་ཡིན་དུས་ས་ནས་ཡང་ཀོ་མཚམས་མཚམས་ཅིག་རེད་འགྲོ་གི་འདུག་བ། ཅིག་བྱས་ན་དེ་འདྲས་རེད་འགྲོ་གི་འགྱུར་བ། ད་ཕྱོགས་གཅིག་ནས་ཡང་ཁོ་རང་མི་རྒྱུད་དོ་གཞི་ཁོ་རང་རྣམ་དཔྱོད་ཆེན་པོ་ཡིན་ཙང་ཅི་ཐང་ཁོ་རང་གི་སྦྱང་བརྩོན་ཡང་མཛད་པ་རེད་ལ་ཕྱོགས་གཅིག་ནི་སྐྱེས་ཐོབ་ཀྱི་རྣམ་དཔྱོད་ཆེན་པོ་ཡོད་ཟེར་བ། སྐྱེས་ཐོབ་ཀྱི་རྣམ་དཔྱོད་ཆེན་པོ་ཡོད་པ་ཡིན་དུས་དེའི་རྒྱུ་མཚན་ལ་བརྟེན་ནས་ད་ཅིག་མཁས་པ་མང་པོ་ཅིག་རང་བཞིན་གྱིས་དགའ་བསུ་བ་ད་ཅིག་ཟིལ་གྱིས་ནོན་ཡ་རབས་འདི་འདྲས་ཅིག་ཆགས་འགྲོ་གི་ཡོད་རེད་ཆགས་འགྲོ་གི་ཡོད་རེད་དེ་ཡིན་པས་ན་ཡང། མི་རྒྱུད་རྡོ་རྗེ་ཁོ་རང་གིས་ག་དུས་ཡིན་ན་ཡང་ད་ང་རང་དངོས་གནས་དྲིས་ནས་ཤེས་རབ་ཆུང་ཆུང་ཡིན། ཐོས་པ་དམན་པ་ཡིན་གང་ཡང་ཤེས་འདོད་མེད་རྐྱང་རྐྱང་གསུང་གི་རེད། དེ་གསུངས་པ་དེ་ཁེངས་སྐྱུང་ཙམ་མ་ཡིན་པར་སྙིང་ཐག་པ་ནས་དགོངས་པ་ཡིན་པ་དེ་ཨ་ནི

ད་གང་ལྟར་འདི་འདྲའི་གཞན་དག་ད་རེས་དུས་ཚོད་ཀྱི་རྐྱེན་པའི་དབང་གིས་རྒྱལ་བ་མི་རྒྱུད་དུ་ཟིལ་གྱིས་བརྒལ་བའི་བཤེས་གཉེན། མཚན་ཉིད་དང་ལྡན་པ་དེ་ཚོ་བསྟེན་ཚུལ་གྱི་སྐོར་དུ་རྟགས་དེ་ག་ཙམ་གྱིས་ཆོག་པ་བྱས་པ། དེ་ག་ཙམ་གྱིས་ཆོག་པ་བྱས་ནས་ད་མཇུག་བསྡོམས་ལྟ་བུ་དེ་ལ་ཡང་ག་རེ་ཞུ་ཡ་ཡིན་ཞུས་པ་ཡིན་པས་ན། ཨ་ནི་རྒྱལ་བ་མི་རྒྱུད་དུ་ཟིལ་གྱིས་འགྲོ་བ་རྨོངས་པའི་མུན་པ་མུན་པས་འཐུམས་པ་དེ་ཚོ་ལ་ཡང་ཅིག་སྙིང་བརྩེ་བའི་བསམ་པ་དང། ཨ་ནི་ཅིག་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ལ་ཡང་ཅིག་དངོས་གནས་དྲན་ནས་གཅེས་སྤྲས་ཀྱི་བསམ་པའི་སྒོ་ནས་དཀའ་སྤྱད་དཀའ་བ་སྤྱད་ངང་བ་དཀའ་བ་སྤྱད་ངང་བ་དང་དུ་བླངས་ནས་ཨ་ནི་དགེ་བའི་བཤེས་གཉེན་མང་པོ་ཅིག་བསྟེན་གནང་ཡོང་བ་རེད། དེ་བསྟེན་ནས་ཅིག་ཐོས་བསམ་སྒོམ་པའི་མྱོང་བ་ག་རེ་བྱུང་བ་དེ

ད་ང་ཚོས་ཅིག་བླ་མའི་གསོལ་འདེབས་དེ་ཚོ་འདོན་ཡོང་དུས་ས་ན་སྐྱབས་སུ་མཆི། ཐུགས་རྗེ་གཟིགས་ཟེར་ཨ་ར་བ་ཅིག་དཀར་ཤོག་དེ་འདྲི་ཙམ་ཞིག་མ་ཡིན་པ། ཡང་ན་ཅིག་ད་བླ་མ་དེ་དཔེ་མི་སྲིད་རྩ་ཆེན་པོ་རེད་གལ་ཆེན་པོ་རེད་ཟེར་ཨ་ར་བ་དེ་འདྲི་ཅིག་ཡག་བསྟོད་ར་དང་ཨ་ར་བ་ཅིག་དེ་འདྲི་ཙམ་ཞིག་མ་ཡིན་པ། ཨ་ནི་རྗེ་བཙུན་བླ་མའི་ཉམས་ལེན་དེ་ལྟར་མཛད་ཐ་འདོད་བདག་ཀྱང་དེ་བཞིན་འཇུག་འཚལ་ལོ་བྱས་བྱས་གསུངས་པ་ནང་བཞིན་གྱི། སྔོན་བྱོན་གོང་མའི་གི་རྣམ་ཐར་དེ་ཨ་ནི་རྗེས་འཇུག་འདུས་བྱས་ཀྱི་ཉམས་ལེན་གྱི་དཔེ་བལྟ་གསར་བུ་ཆགས་ཐེངས་དེ་རིང་འདུས་ས་ནི་ཨ་ནི་ང་ཚོས་ཀྱི་དེ་ལ་ཡང་དཔེ་ལེན་བྱེད་སོ་སོའི་ངོས་ནས་ཡིན་པའི་ནི་ཡང་དག་ཅིག་སེམས་ཅན་ལ་ཡང་ཕན་ཐོགས་ཡོང་ཡག་དང་ཅིག་བསྟན་པ་ལ་ཡང་ཅིག་ཞབས་ཞུ་བསྒྲུབ་ཡག་གི་ཆེད་དུ་ཨ་ནི་ག་ཚད་ཐུབ་ཐུབ་ཀྱི་ཅིག་གར་ཞུ་རེ་རྒྱ་བའི་གསུང་རབ་འདི་ཚོ་ལ་ཡང་བས་ཅིག་གར་ཞུ་རེ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་མྱོང་བ་ཐོན་པ་བྱས། མྱོང་བ་ཐོས་ཚར་བའི་རྗེས་ལ་ཡང་དག་དེ་ཅིག་ང་ཆེན་པོ་ཡིན་ང་རྫིག་པོ་ཡིན། ང་རྣམ་དཔྱོད་ཅན་ཡིན་ཟེར་བ་ཅིག་སོ་སོ་ཡ་ཐོར་དང་དེ་འདྲས་ཀྱི་ཆེད་དུ་མ་ཡིན་པར་གཞན་སེམས་ཅན་སྡུག་བསྔལ་གྱི་སྣང་བ་དེ་ཚོའི་ལ་ཡ་ཏོག་ཙི་ཅིག་ཕན་ཐོགས་ཐུབ་ཡ་རབས་ཅིག་དང། བསྟན་པ་རིན་པོ་ཆེ་དེ་ཅིག་ཉམས་པ་གསོ་ཡ་རབས་དེ་འདྲས་ཀྱི་ཆེད་དུ་ཕ་ང་ཚོའི་གི་ལེགས་སྐྱེས་ཟེར་ན་འདྲ་འདུག་ཞབས་ཕྱི་རུ་གང་ཞུ་ཐུབ་ཐུབ་བྱས་ཡ་དེ་གལ་ཆེན་པོར་འདུག་ང་རང་ཚོ་ད་ལྟ་ཅིག་བཤད་གྲྭ་མང་པོ་ཅིག་བཙུགས། སྡེ་སྣོད་ཀློག་པའི་གྲངས་མང་པོ་བཙུགས་ཀ་ཡི་རྒྱུ་མཚན་དེ་རེད། མ་གཏོགས་ཅིག་གསར་རྙིང་ཁྱེད་རང་ཚང་མ་ལ Degree འགྲོ་བའི་མཐོང་ཡོན་ཆེ་ད་ཅིག་ཅིག་སློབ་དཔོན་རེད་ཟེར་བ་མཁན་པོ་རེད་ཟེར་བ་ད་ག་གཅིག་རེད་གཉིས་རེད་གསུམ་རེད་ཟེར་བ་ད་དེ་འདྲ་ཅིག་གི་གར་ཤོར་བའི་ཅིག་ཡིག་ཆ་མང་པོ་ཅིག་གིས་བྱས། དེ་ནས་དོན་ལ་ཅིག། སེམས་ཅན་གྱི་དོན་དུ་ཅིག། ཕན་པའི་བསམ་པ་དང། སངས་རྒྱས་ཀྱི་བསྟན་པ་ལ་ཡང། བྱ་བ་སྒྲུབ་པའི་བསམ་པ་གང་ཡང་མེད་པར་ཆགས་པའི་མི་ནི་ཨ་ནི་ཅིག་བཤད་གྲྭ་ལ་ཞུགས་དེ་ལ་ཡང་ཐོས་བསམ་སློབ་གཉེར་བྱེད་པའི་གི། དགོས་པ་དང། ཨ་ནི་དོན་གང་ཡང་མེད་པར་ཆགས། དེ་ནི་དེའི་རྒྱུ་མཚན་བསྟན་ནས་ཡང་དེ། ཚང་མལ་གྱི་ཐུགས་དགོངས་པ་ལ་ཡང་དེ་བཞག་གོ་ཨ་ནི་གལ་ཆེན་པོ་ཞུ་རྒྱུ་རེད་བསམ་གྲྭ།